ཨ་འདས་ད་ཁྱེད་རང་ཚོ་མང་པོ་ཅིག་གིས་ད་ལྟ་དེ Shocking News ད་ལྟ་དེ་ཡོད་དུ་ཡོད་དུ་ལྷན་འཛོགས་ནས་ཨ་ནི་ད་ལྟ་ང་ཚོའི་གི་སྲིད་སྐྱོང་གི་ཡོད་མེད་ཨ་ནི་བཀྲ་ཤིས་སྟོབས་རྒྱལ། སྟོབས་རྒྱལ།
ཨ་ནི་ང་ཚོའི་ལུག་རྫི། ཨ་ནི་ད་ལན་ཁོ་ག་ད།

དང། ག་རེ་ལབ་གི་ཡོད་ནད་ཅིག་ཅིག་ལབ་ཡོད་གི་དེ་ལས་ཡིན་པ་ཡིན་ནད་ད་འདི་སྤྱི་དང་ང་ཚོ་མི་དཀྱུས་མ་ཅིག་གི་ཨམ་ཅོག་ལ་ཡ་འགྲོ་ཡ་ཅེས་རེད་མི་འདུག་ཨམ་ཅོག་དང་ཅིག་མིག་གི་ལྟ་དུས་ཙམ་པ་ལ་ཡ་ཅིག་སྒྲིག་འཛུགས་འདི་ག་འདྲ་ཅིག་བྱས་འོང་དུས་ཙམ་པ་ལ་ཡ་ག་འདྲ། སེམས་པ་ནང་ལ་ཤོ་ངས་འགྲོ་ཅེས་མེ་སྒྱོགས་འགྲོ་ཅིག་མཐོང་གི་འདུག་ག་འདྲ། ག་འདྲ། ག་ལ་བ་རེད་ཨ་ནི་ལུག་རྫི་དགེ་ནི་ཁོ་རང་ཀེམ་པེན་བྱེད་དུས་ཙམ་པ་ལ་ཡ་རྒྱབ་ལོག་ལ་ཡ་ཨ་ནི་རྒྱ་སྟག་དང་ཨ་ནི་རྒྱ་རོ་མོ་ཅན་པར་ཚོས་པ་དེ་འདྲ་བཞག་པ་དེ་ཨ་ནི་ག་འདའ་ཡ་ཨ་ནི་ང་ཚོའི་གི་སྒྲིག་གཞི་དང་འགལ་རེད་ཟེར་ལ་ཡ་ཅོ་རང་ཨ་ནི་ད་འདི་ལྟ་སྟངས་དེ་ག་ལ་བ་རེད་ཨེ་ས་ཀོ་མོན་མན་ད་ང་ཚོ་མི་དཀྱུས་མ་ཅིག་གི་ལྟ་འོང་དུས་ཙམ་པ་ལ་ཡ། ནི་ང་ཚོའི་གི་ག་དུས་ཡིན་ནས་ཅིག་རྩོད་དེའི་སྒྲ་ཅིག་ད་ལྟ་དེ་ག་བ་ལ་ཡིན་པ་ནི་གོ་སྐབས་འདྲ་བོ་དེ་བོད་རང་བཙན་རག་གོ་མ་རེད་ཟེར་ན་བོད་རང་བཙན་ཟེར་ན་ནི་ཡར་འབོད་ཆོག་གོ་མ་རེད་མི་ཡིས་ཉན་གི་མི་འདུག་ཟེར་ལ་ནི་ཅིག་ག་བ་ལས་ཅིག་གི་བཤད་ས་ཡོད་པ་ཡིན་ན་དེ་ལ་ཡང་ནི་ང་ཚོའི་བོད་ལ་ཡ་དེ་ཅིག་འགྲོ་གི་མི་འདུག་ལ་ཡ་འདྲ་བོ་དང་ཅིག་ག་དུས་ཡིན་ནས། གང་ལྟར་ཅིག་བོད་ལྭའི་གི་སྐད་ཆ་དང་བོད་དང་འབྲེལ་བ་ཡོད་རྒྱུ་སྐད་ཆ་དེ་ཅིག་སྡིངས་ཆ་ཅིག་ག་ལ་ཞག་གི་ཡིན་ལ་ནི་ཞག་ཁ་འགྲོ་བའི་གི་རེ་བ་དང་འཐབ་རྩོད་འབད་བརྩོན་སྐྱེན་རྐྱང་འགྲོ་བ་ཅིག་གང་ལ་ཅིག་འགྲོ་འདི་གོ་རེ་ཡིན་པ་ཡི་ནི་ཡང་སོ་སོའི་ནང་ལ་ཨ་ནི་མི་སྒེར་ཅིག་གི་ཡ་ཨ་ནི་སོ་སོའི་བོད་པའི་གི་རྒྱལ་དར་ཅིག་བླངས་ཆོག་མ་རེད་ལྭའི་འགྲོ་འདི་ཡིན་ན Very Contradictory ཅིག་ཏག་ཏག་བཅས་མཚུངས་པོ་མི་འདུག་ཨ་ནི་ཅིག་གང་དག་ཅིག་ལ་བོང་དུད་ཙམ་པ་ཡིན་པ་ནས་ཨ་ནི་དེ་དག་རྩོད་པ་ཡིན་པ་ཡིན་ན་ཕ་ཆེན་ཨ་ནི་འདི་ཨ་ནི་ང་ཚོའི་བོད་པའི་གཞུང་གི་ཨ་ནི་ཁོ་རང་མི་ཅིག་ཞག་འཁྱོག་འདྲ་བོ་ཅིག་གི་རྣམ་པ་མཚོན་གྱི་རེད་ལ་ཡ་འདྲ་བོ་ཅིག་གི་ད་འགྲེལ་བཤད་འདི་འདྲས་འབྱུང་དགོས་རོ།

སོ་སོ་ཅུག་པོ་ཁྱ་རེ་ལ་མགོ་བ་མ་རང་མི་མང་པོ་ཅིག་གི་བསམ་ཚུལ་དང་མི་མང་པོ་ཅིག་གི་དམིགས་ཡུལ་གཉིད་ལམ་དུ་འདུ་ཚང་མ་ཡར་ཁྲིད་ནས་འགྲོ་ངེས་ཀྱི་གང་ཟག་ཅིག་ཡར་སྒང་ལ་བཞག་འོང་དུས་ཙམ་པ་ལ་ཡར་དུ་འདུ་ཚང་མ་ཡར་མཚོན་འདོང་ངེས་ཀྱི་མི་ཅིག་དགོས་དུས་ཙམ་པ་ལ་ཡར་དཔེ་འཇོག་ཚོགས་པ་འགྲོ་དུས་ཁྱེད་རང་གི་རྒྱལ་རྟགས་བཞག་པས་ན་རྒྱལ་རྟགས་ཀྱི་ཨ་ནི་གང་ལྟར་བོད་པའི་གི Integrity ཨ་ནི་ང་ཚོའི་གི་སྒྲིག་གཞི་དམངས་གཙོ་ཡག་ཅིག་གནོད་ཀྱི་རེད་ལབ་ནས། གང་དག་ཅིག། མ་སྟོན་ཞལ་བགྲད་པ་དེ། ངས་ནི་ཨམ་ཅོག་ལ་སྤྱད། རྣ་བ་སྤྱད་འགྲོ་མ་སོང་ཁ་ཟིན་ཅིག། ལབ་རྡུལ་ཙམ་པ། གང་དག་དེ། འདི་འདྲའི་ཅིག་ཁོ་ཚོས་གསལ་བསྒྲགས་གསར་འགྱུར་བཏང་འོངས་འདུག་ཙམ་པ་ལ་ཡང། ཨམ་ཅོག་ལ་བགྲོད་ཡ་ཁོ་རང་རྣ་བ་སྤྱད་འགྲོ་མ་སོང་དྲང་པར་བཤད་པ་ཡིན་ན་ཨ་ནི། འདི་ནི་ཁྲིམས་དང་བཅས་པའི་གི་འདུག་ཅེས་ནི་ཅིག་རེ་བཞག་གཉིས་པ་ལབ་པ་ཡིན་པས་ན་ནི་ད་འདི།

སྤྱི་ཚོགས་ནང་ལོག་ལ་ཡང་དོན་ཅན་ཨ་ནི་འདི་གི་མི་འདི་གི་གོ་རྟོགས་གསར་བ་སྤེལ་གྱི་འདུག་ང་ཚོ་གི་མི་མང་བོར་བླུ་ངན་ལ་ཡིན་པ་ཡིན་ན་ཁོ་རང་གི་ཨ་ནི་ཅིག་གི་ལབ་ཡ་མང་པོ་ཅིག་དམིགས་བསལ་གྱི་ད་བློ་བཟང་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ལགས་ལ་ཡིན་པ་ཡིན་ནའི་རེད་སྤེན་པ་ཚེ་རིང་ལ་ཡིན་པ་ཡིན་ནའི་རེད་གར་ལབ་ཀི་འདུག། ཚང་མ་འདྲ་བོ་གཅིག་གིས་ཚང་མ་ཕྱོགས་ཚང་མ་ལ་ཁོས་ཅིག་ལབ་འོང་དུས་ཙམ་པ་ལ་ཡ་འདི་ང་ཚོ་མི common man ཅིག་ལ་ཡ་ག་འདྲ་ཅིག་ཁང་པ་ནག་གུང་ཅིག་ནས་ཡ་སྒྱིད་གུང་འདྲ་བོ་ཅིག་ནས་ཕ་རྟ་ས་འདྲ་བོ་ཅིག་ནས་ཁོས་སྟོན་གི་འདུག་ཨ་ནི་འདི་སྟོན་དེ་ངས་འདི་གི་ཨ་ནི་ང་ཚོ

ལྟ་དེ། བོད་པའི་གི Politics ནང་ལོགས་ལ་ཡང Interest ལེན Participate བྱས་བྱེད་ཀྱི་ཡོད་པ་ཡིན་ན་ནི་ལྟ་དེ། ངས་གི་ད་བད་ཁོ་རང་འབོར་ཤོག་བཤད་པ་བཅད་མེད་རེད་བ་ཡིན་པ་ཡིན་ནི། མི་མང་པོ་ཞོ་བོ་ཅིག་གི་ལྟ་དེ་ལ་ཡང་ངས་ལ་ཡ་དེ་ལ་ཡང་བརྒྱ་ཆ་དགུ་བཅུ་གོང་ངས་གི་ད་ངའི་བསམ་ཚུལ་ལ། རྒྱབ་སྐྱོར་བྱེད་ཀྱི་རུ་དྲན་གྱི་འདུག་ཁོ་རང་ཡང་སྡུག་ལངས་ནས།

འདི་འདྲའི་སྒྲོ་མཐོང་སོང་འདི་ལས་ནི་པས་ངའི་བསམ་ཚུལ་ལ་ཡང། ཁོ་རང་འདི་ནང་ལ་ཡང་གལ་སྲིད་མཉམ་ཞུགས་བྱས་ནས་ཡང་ཅིག་འགྲོ་བདེ་བ་ཡིན་ན་ང་ཚོའི་སྤྱི་ཚོགས་ལ་གནོད་བཅས་སྐྱེལ་མི་འདུག་ལྟ་བ་བྱས་པ་ཡིན་ན་ང་རང་རྒྱལ་གཅིག་གི་བསམ་ཚུལ་ལ་ཡིན་པ་ཡིན་ན་ང་ཚོའི་སྤྱི་ཚོགས་ལ་ཡང་བོད་པའི་སྤྱི་ཚོགས་ལ་ཡང་དམིགས་བསལ་གྱི་ཨ་ནི་འོར་འདི་སྐབས་སུ་བདེ་བ་ཅིག་ལ་ཡིན་པ་ཡིན་ན་དུས་ཚོད་བདེ་ལ་ཡིན་པ་ཡིན་ན་ཨ་ནི་ལུག་རྫི་ཁོ་རང་འདི་ནང་ལོགས་ལ་ཡང་འཛུལ་ཞུགས་བྱས་བྱས་ནས་ཁོ་རང་ཅིག་བཤད་གཏམ་བཤད་བྱས་བྱས་དུས་ཙམ་པ་ལ་ཡིན་ན་འདི་མི་མང་པོ་ཞུགས་ཅིག་ལ་ཡང་སྣེ་འཛུལ་གསར་བ་མང་པོ་ཞུགས་ཅིག་དང། གཅིག་གི་ང་ཚོའི decision བཟོ་ཡ་རེད། གཅིག་ལ་ཡ། དངོས་གནས་ཁོ་རང་གི། བློ་རྟ་ཆོད་པོ་ངང་ནས་ཡ་ཕ་ཇོ་ལ་འདི་བྱས་ནས་རང་བླུག་གི་ཡིན་ལ་ནི་གཙང་མ་འདྲ་བོ་བྱས་ནས་བྱ་ཡ་ལ་ཡ་དཔེ། ནུས་པ་ཆེན་པོ་འདྲ་བོ་བྱས་ངས་ནི་མཐོང་དེ་ཡོད་ཁ་སེ་ནི་དང་འདི་འདྲ་བྱས་མཐོང་གི་འདུག་ར། ད་འདི་མེད་པས་འདི་གི་ག་འདམ་མེད་པ་བཟོ་ཡ་དེ I don't know། end of the day ད་ང་ཚོའི་འདི།

འདི་ག་ལ་འོ་རེད། དམངས་གཙོ་གཏོར་བཤགས་ལས་འདྲ་བོ་འདི་བཏང་བཅས་ཀྱི་ང་ཚོའི་གི་ཅིག་སྣོད་ཞི་བོ་ཅིག་སྐྱེས་འདི་ཅུང་ཉེ་ནས་མཐོང་མ་སོང་ཡང་ཁྱེད་རང་ཚོ་གི་ཁོ་རང་འདི་ནང་ལ་འཛུལ་ཞུགས་བྱས་ནས་དགུན་ནས་ཁོ་རང་ཕར་ཕྱོགས་ནང་ལོག་ལ་ཡ་བོད་པའི་རྒྱལ་དར་འདི་རྒྱབ་ལོག་ལ་བཞག་རྒྱ་བོ་རོམ་ཅན་གྱི་སྐུ་པར་འདི་བཞག་བྱོས་དུས་དགུན་ནས་ཁོ་རང་གི་ཨ་ནི་དེའི་གི་ཨ་ནི Candidate གཞན་པ་དང་གཅིག་ལ་ཡ་ག་འདའ། བོད་པ་མེན་པ་འདྲ་བོ་ཅིག་མཚོན་པ་འདྲ་བོ་ཅིག་དང་ཨ་ནི་ཕ་ཇོ་མི་གཞན་པ་དུ་ཚོ་ཨ་ནི་སྤྱི་སེམས་མེད་པ་མཚོན་པ་དེ་འདྲ་གི་ཨ་ནི་ད་ལན་འདྲ་ཅིག་པར་འདི་གི་བཏང་གི་ཡོད་ནའས་ལ་ནི་ཁྱེད་རང་ཚོ་ལ་ཡ་དྲི་བ་ཡིན། ངེད་ཀྱི་ནི་ག་ཀོ་ཅིག་མཐོང་མ་སོང་ཨ་ནི་རྒྱབ་ལོག་ལ་ཡ་རྒྱ་བོ་རིན་པོ་ཅན་གྱི་པར་དང་དེ་འདྲ་གི་རྒྱ་དག་དེ་འདྲ་བཞག་འོང་དུས་ཙམ་པར་ལ་ཡ། འདི་ལྟར་ཡོང་གི་རེད་བ་ལ་ནི་གང་འདྲ་འདྲ་བོ་ཅིག་ལན་འདེབས་རྒྱུ་འདྲ་བོ་ཅིག་ངས་ནི་མཐོང་གི་འདུག་ར་མེད། ཁྲིམས་ཐོག་ནས་བཤད་གི་མེད་ད། ཨེས་ཨ། མི་གང་ཟག་ཅིག་སྒང་ནས་བཤད་འོང་དུས་ཙམ་པ་ལ་འདི་ང་ཚོའི་བཅའ་ལག་ར་ང་ཚོའི་བོད་ཆོས་བཏང་ཆོག་གི་རེད་བ་ལ་ཨེས་ར་ཅོ་ར་ངས་ནི་འདི་འདྲ་འདྲ་བོ་ཅིག་མཐོང་བསྡད་ཡོད་ར། ཡང། འདི་འདྲ་མེད་པས་ཀྱི་སོ་སོའི་ནང་གི་བཅའ་ལག་རང་ཡིན་པ་ནས་ད་འདི་ལ་ཡ། ཁག་པོ་ཞུ་འདྲ་ཅིག་བྱས་བྱས་ནས་དཀོན་མཆོག་འདི་འདྲ་མཆོག་སྦྱིན་དང། འདི་ལས་ཟ་ཟས་སྐར་མ་ཞུ་འདི་འདྲ་ཅིག་ལྟ་ནི་མ་སྟོན་དགོས་ཡ་ཡོད་རྒྱུ་འདི་འདྲ་ནི་ངས། ས་མ་བཟུང། ཨ་ནི། སྤྱི་བཏང་གི་ཅིག་བཤད་དེ་དུས་ཙམ་པ་ལ་ཡ། བོད་ལ་ཨ་ནི་ད་ག་ལ་བ་རེད། རྒྱ་གར་རིན་པོ་ཆེ་ཨ་ནི་སྐུ་པར་ཉག་མཆོག་གོང་པ་ལ་ནི་ང་ཚོས་ཁྱབ་བསྒྲགས་ཞུ་བྱེད་གོ་རེད་ད། རྒྱ་གར་ད་ལྟ་འདི་སྐྱེ་བོས་རྒྱ་གོས་ནས་རེད་རྒྱབ་སྐྱོག་ད་ག་འདའ། ཕྱི་རྒྱལ་ལུང་པ་ག་བ་ལི་ནས་རྒྱབ་སྐྱོག་ཅིག་ཚད་ཁ་འགྲོ་དུས་ཙམ་པ་རྒྱ་གར་རིན་པོ་ཆེ་གི་སྐུ་པར་འདུག་ཟེར་ན་ཨ་ནི་རྒྱ་མིག་གི་ཨ་ནི་ཙོང་ཁ་ན་དག་འགྲོ་གི་རེད་ཟེར་འདྲ་བ་བཞིན